སྐུ་གཟུགས་བདེ་པོ་ཡིན་པའི་གི་རེ་བ་དང་སྨོན་ལམ་རྒྱག་གི་ཡོད་ཨ་ནི། ད་ངེད་ཅག་གྲོས་ཚོགས་དང་ཨ་ནི་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་འཁྲུག་ཆ་དོད་པོ་ཞེ་པོ་ཅིག་ཆགས་བས་གི་ལ་བརྟེན་ནས་བོད་མི་མང་པོ་ཅིག་ཨ་ནི་དངོས་གནས་ཁོ་རང་སོ་སོ་མི་རིགས་དང། རྒྱལ་ཁབ་དང་དེ་འདྲ་ལ་ཤ་ཞེན་ཡོད་ངེས་ཀྱི་མི་མང་པོ་ཅིག་ཨ་ནི་ཅིག་གྲོལ་བ་ཚུབ་ཚུབ་ཅིག་དང་སེམས་ཁྲལ་ཅིག་དང་དངོས་གནས་ཁོ་རང་གི་སང་ཉིན་ག་རེ་ཆགས་ཡོང་བསམ་བསམ་འདྲ་བོ་ཅིག་གི་གནད་དོན་ཅིག་ག་ལ་ཨ་ནི་སེམས་འཚབ་ཞིམ་པོ་བྱེད་ནས་བསྡད་ཡོད་རེད་ད་ད་ལྟ་ལྷོད་ལྷོད་བྱས་དངོས་གནས་ཁོ་རང་དོན་དག་ཞུ་ཅིག་ཧང་སང་ཡ། ཟླ་གཉིས་པའི་དབུ་མའི་ལམ་ལས་དེ་ལག་བསྟར་ཞེའུ་ཅིག་ཤུགས་ཆེན་པོ་ཅིག་བྱས་བཞག་འདི་ཡིན་དུས་བརྩམས་པ་ལ་ཨ་ནེ་གྲོས་ཚོགས་ནང་གི་ད་གནད་དོན་འདུག་ཚོ་ཚང་མ་ང་རང་ཚོ་སེམས་པ་ལ་བསམ་བཞིན་པ་འདྲ་བོ་རྒྱ་གར་དང་མ་སུ་ན་ཐོབ་ནས་རོ་ཨ་ཡ་ཨ་ནེ་སོ་སོ་གི་དང་པོའི་ལངས་ཕྱོགས་ག་རེ་ཡིན་པ་དེ།

དེ་ལ་བརྟེན་ནས། བཅའ་ཁྲིམས་རིན་པོ་ཆེ་དང་པོ་བརྒྱབ་པ་ལ་བརྟེན་ནས་ཨ་ནི་ད་ལྟ་ཡི་གེའི་རྩིས་གཞི་འདི་ལ་བཅའ་ཁྲིམས་རིན་པོ་ཆེ་འདི་ལས་མཐོ་བ་སུ་ཆེས་མེད་ལ་ནི་ང་རང་ཚོ་གིས་བཅའ་ཁྲིམས་རིན་པོ་ཆེ་རྡོག་རྫིས་མནེམ་སོང་ལ་ཡ་གི་ཨ་ནི་སྐད་ཆ་དེ་ཡོད་མ་རེད་ག་ཅན་ལ་ན་བཅའ་ཁྲིམས་རིན་པོ་ཆེ་གཙོ་བོ་ཞིག་ནི་སྒང་ལ་བཞག་ནས་ཨ་ནི་ཁོ་རང་ཚོ་གིས་འཆར་གཞི་བཏོན་པ་ན་བཞིན་ལས་དོན་བྱེད་པ་ན་བཞིན་རེད་བ་ཨ་ནི་དོན་དག་ཡ་ཡག་པོ་སྒྲུབ་ཡོད་རེད་བ་ད་ད་ལྟའི་རྩིས་གཞི་འདི་ལ་ང་ཚོ་ག་ལ་ཡི་རེད།

ད་ལྟ་གཅིག་ཧ་ལ་མ་སི་ཏ་གྲུབ་འབྲས་དོན་འཁྱོལ་དེ་ཁོ་རང་ཚོས་ཅིག་གིས་ཞུ་ཅིག་རྒྱག་ཐུབ་ཡོད་པ་འདྲ་བོ་ཡིན་ནས་ད་ཁོ་རང་ཚོ་དེ་བསམ་བསྡད་ན་འགྲིག་གི་འདུག་གཙོ་བོ་ཆེ་ཤོས་གཙོ་བོ་ཆེ་ཤོས་ཀྱི་འདི་གི་འབོད་སྒྲ་འདི་ཨ་ནི་སྲུང་སྐྱོབ་བྱེད་ཡས་ལ་རྒྱབ་སྐྱོར་བྱེད་ངེས་དེ་རོ་ཡི་ཅང་གསུམ་སོ་དགུ་དེ་མེད་བ་བཟོས་ཡས་ལ་གྲོས་ཚོགས་ནང་ནས་མེད་བ་བཟོས་དགོས་ར་མ་གཏོགས་དེ་འདྲའི་གི་མི་ཁ་ཤས་ཅིག་གི་དབང་བསྒྱུར་དང་ཨ་ནི་མི་ཁ་ཤས་ཅིག་གི་ཨ། འདོད་པ་ཡོད་མེད་ལ་བལྟ་ནས་ཨ་ནི་དེ་འདྲའི་གི་ཐོག་ནས་འགྲོ་ཡས་མ་རེད་རོ། ཨ་ནི། ཁོ་ཁྲིམས་སྒྲིག་གཅིག་གིས་གཞི་བཟུང་བྱས་ནས་འགྲོ་དགོས་རེད་ལ་ནི་འདི་ལ་རྒྱབ་སྐྱོར་བྱེད་དེ་ངེས་ཀྱི་ད། ཚོགས་པ་ལ་ན་ཚོགས་པ་ཆེ་ཤོས་རེད་བ་ཅེས་ཉམས་པ་ལ་སོ་ཆགས་བསྡད་ཡོད་རེད་རོ་ཡ། ཉམས་པ་ལ་སོ་ཡིན་ནས་ཉམས་པ་ལ་སོས་ཀྱིས་ཨ་ནི་ད་ལྟ་བར་དུ་འབོད་སྒྲ་དང་གོ་དོན་འདི་ཚང་མ་ཨ་ནི་སྒྲུབ་རེད་ཡིན་ནས་ད་འདི་ཉམས་པ་ལ་སོས་ཀྱིས་འབོད་སྒྲ་དང་གོ་དོན་འདི་རྩ་དོན་གླིང་ཁོ་རང་ཚོ་ཡིན་མདོག་མདོག་བྱེད་ཡ་དང་དར་ནག་ཚོགས་པ་ཁོ་རང་ཚོ་ཡིན་མདོག་མདོག་བྱེད་བསྡད་ཡ་ཅེས་དོ་ད་ཁོང་ཚོ་ལ་ད། སྒོ་ཤུགས་བཅས་ཡོད་མ་རེད་ད་འཇིགས་སྒོ་ག་བ་ཡོད་ན་ལུས་ཤུགས་སྒོ་འདྲ་བོ་མ་བཟོ་ན་རླུང་ག་བ་རྒྱག་ན་འོན་དེ་ལ་འགྲོ་ཤར་མ་དོར་བ། བོད་མི་མང་གིས་འོན་དེ་མཁྱེན་དགོས་ཡ་གལ་ཆེན་པོ་རེད་ཁོ་རང་ཚོ་གིས་དགག་པ་རྒྱག་བསྡད་ས་དེ་ད་ད་ལྟ་བས་དོན་དག་ཡག་པོ་འགྲུབ་སོང་རེད་བ། གཅིག་གིས་ཧ་ལས་མ་བཟོ་ད་ཁོ་རང་ཚོ་གིས་བྱས་རྗེས་ཞུ་བོ་ཞག་ཡིན་པ་འདྲ་བོ་ཅིག་ཤེས་དགོས་རེད་བ་འདི་ང་ཚོ་གིས་ཧ་གོ་དགོས་ཡ་གལ་ཆེན་པོ་རེད། འདི་འབོད་སྒྲ་འདི་དང་ད་ལྟ་དེ་བཅའ་ཁྲིམས། ཨང་གསུམ་སོ་དགུ་དང། ཁྲིམས་དཔོན་མ་གཅིག་བྱས་ཀྱི་ལས་འགུལ་འདི་ཚང་མ་སྟེ། ལས་འགུལ་དང་མ་སོན་ཚང་མ་ཉམས་པ་སླར་གསོས་ཀྱི་དཔེ་དེར་ཡིན་ནས། ད་ད་ལྟའི་རྩིས་གཞི་དེ་ལ་ཧང་སང་ཡང་བྱེད་ད་ཧོན། ཡག་གོ། རྒྱུ་དང་ང་ལེའོ། ད་ད་ལྟའི་རྩིས་གཞི་དེ་ལ་རོ་ཧང་སང་ཡང་བྱེད་ད་ཧོན་ཐོར་ཡ་ལ་ག་རེ་རེད་བཤད་ལ་ན་རོ་མི་གཡུག་གོ་བྱུ་ན་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་མི་མ་གཡུག་གོ་བྱུ་ན་རོ་ང་འདི་སེམས་པ་ན་ལ་ཞེའུ་ཅིག་དངོས་གནས་ཁོ་རང་རྒྱབ་སྐྱོར་ཡོད་མེད་ལ་མ་ལྟོས་བ་བྱས། མི་གཅིག་མར་བི་རྒྱ་རྒྱ་ནས་གཡུག་དགོས་བྱུང་ན། དངོས་གནས་ཁོ་རང་ད་ལྟའི་རྩིས་གཞི་དེ་ལ་ཨ་མདོ་གི་སྤྱི་འཐུས་ཚོ་དང་མདོ་སྟོད་ད་ག་ལ་བར་མདོ་སྨད་ཀྱི་སྤྱི་འཐུས་ཚོ་དང་ཨ་ནི་དབུས་གཙང་གི་སྤྱི་འཐུས་ད་ག་གེ་དགུ་ཅི་ཡོད་རེད་བ། འདུ་འཛོལ་གྱི། མི་གཡུལ་སྒོ་ཆུད་ན་ཁོང་ཚོ་ལས་དངོས་གནས་ཁོ་རང་ལས་རྒྱུ་འབྲས་མ་རྩི་ངེས་རོ། མི་གཅིག་ལ་ད་ལྟ་བར་དུ་རྒྱབ་སྐྱོར་བྱེད་རེད་པས་ན་དགྲ་བོ་ཅི་ཡིན་ན་ཁྲིམས་ཞིབ་པ་ལུང་རྟོགས་ལ་རྒྱབ་སྐྱོར་གནང་ངེས། བཙན་བྱོལ་སྤྱི་ཚོགས་ནང་ལ་ཁྱོད་བསྡད་དགོས་རེད་ལ་ནི་ཁོ་ཡི་གེ་ལ་བི་རྒྱག་བཏང་ནས་བསྡད་བསྡད་ཡ་དེ་རོ། དངོས་གནས་ཁོ་རང་ཨ་ནི་གཙོ་བོ་དེ་མདོ་སྨད་ཀྱི་སྤྱི་འཐུས་ཚོ་དང་ཨ་ནི་དབུས་གཙང་གི་སྤྱི་འཐུས་ཁ་ཤས་ཅིག་ཡོད་རེད་བ་འདུ་འཛོ། ད་འདི་གང་ལ་ཤུགས་བཞི་བོ་བརྒྱ་ནས་བཟླས། ད་ད་འདི་རྩི་ཤི་དེ་ལ། ད་འདི་རྩི་ཤི་དེ་ལ། ད་དངོས་གནས་ཁོ་རང་བསམ་བློ་ཡག་པོ་བཏང་དང་སུས་གཡུགས་སོ། སུས་གཡུགས་སོ། རེད་བ། འདི་ང་ཚོ་ཧ་གོ་གོ་ཡ་དཔེ་གལ་ཆེན་པོ་རེད་ཤག་རེད་བ། འདི་ང་ཚོ་ད་ད་ལྟ་འགྲོ་བོ་ཅིག་ཡིན་ན་ལུང་རྟོགས་འགྲོ་བོ་ཅིག་ཡིན་ན། མ་གཡུགས་ངེས་ཏེ། རོ། གཙོ་བོ་དེ། ཨ་ནི་མདོ་སྨད་སྤྱི་འཐུས་ཚོ་དང་དབུས་གཙང་གི་སྤྱི་འཐུས། ཁྱོད་རང་ཚོ་རྒྱབ་སྐྱོར་བྱེད་ཀྱི་ཡོད་ལ་ཨེ་ངེས་འདུ་འཛོ་གི་མི་འདུ་འཛོ་གི་བི་གྱ་བཏང་ནི་གཡུགས་སོ་བ། དོན་དག་རྡོག་རྡོག་འོ་འདིར་ལྟ། འགོ་ཚུད་གོ་ར་ལྟ་ཧ་གོ་གོ་ར། རོ་ཨ་མི་མང་འགོ་ཚུད་གོ་ར། འདི་ཡིན་འདི་ཚམ་པ་ལ་ལྟ། འདི་ན་བཞིན་གྱི་ལྟ་བཙན་བྱོལ་སྤྱི་ཚོགས་ནང་ལོ་ལ་འདི་འདྲ་ཆགས་གོ་ར་རོ་ཨ་འདི་ང་ཚོ་གི་མ་འོངས་པ་ལ་སློབ་སྦྱོང་རེད་ལྟ་སློབ་སྦྱོང། རུ་བ་སོ་སོ་ལ་རྒྱབ་སྐྱོར་བྱེད་མཁན་སུ་རེད་དོ། རྒྱབ་སྐྱོར་ག་འདྲ་བྱེད་ཀྱི་འདུག་གནས་སྐབས་དང་གོ་སྐབས་གཟིམ་ནས་ཁྱོད་རང་ལ་ཡར་འབི་རྒྱག་བཏང་བ་མ་གཏོགས་རུ་བ་ཁྱོད་རང་ལ་དངོས་གནས་ཁོ་རང་གི་བརྩེ་སེམས་དང་སྡང་སེམས་མེད་སྐྱོར་གྱི་མི་ཅིག་ཡིན་པ་དང་ལས་རྒྱུ་འབྲས་ཁས་མ་ལེན་མཁན་ཅིག་ཡིན་པ་དེ་གསལ་བོ་སྟོན་གོ་ད་དེ་ནས་མི་འབི་རྒྱག་བཏང་ནས་གཡུག་བཏང་ལ་ད་རུ་བ་ཡ་དྲང་པོ་ལགས་གོ་ད་ལུང་རྟོགས་འདྲ་བོ་ཅིག་ཡིན་ན་དངོས་གནས་ཁོ་རང་ཁོ་རང། ངས་སྐད་ཆ་ང་རང་ཨེ་འདྲ་བསམ་བློ་བཏང་བསྡད་ན་རོགས་ཁོ་རང་རྩིས་གཞི་འདི་བརྒྱ་ཆ་བརྒྱ་ནས་བརྒྱ་ཆ་བརྒྱ་ནས་རོགས་དགུ་བཅུ་རྙོག་དྲ་འདི་དྭགས་པོ་བསོད་ནམས་ཀྱི་ཁྲིད་ཡོང་མགྱོགས་ཀྱི་རྙོག་དྲ་ཅིག་རེད་རོགས་འདི་ནང་ལ་ཁོ་རང་ཚུད་རེད་འདི་ཚུད་འདེགས་དུས་ཙམ་པ་ལ་ད་ཁོ་རང་རྩིས་གཞི་འདི་ལ་རྙོག་དྲ་གི་གཙོ་བོ་བྱུང་ཁུངས་འདི་ཁོ་མ་རེད་རོགས་ཡིན་ནས་ཡང་ཁོ་ཡི་གེ་ལ་བསྡད་དགོས་ཡ་འདི་དང་ཁོ་ཡི་གེ་ལ་བཞག་དགོས་ཡ་འདི་དྲང་པོ་ལ་གོ་སྤེན་པ་ཚེ་རིང་གཙོས་པའི་གི་རོགས་ཁོང་ཚོ་ཚང་མའི་གི། ནི་ནུས་ཤུགས་བར་ལ་བདེ་བའོ་ཕྱིར། ད་བདེ་དུས་ཙམ་པ་ལ། མི་ལ་ཐོག་མེད་བ་བྱས་ནས་ཨེ་འདྲ་བྱས་ནས་སྤི་ཡ་དེ་པས་ཐབས་སྡུག་ཅི་དང་དངོས་གནས་ཁོ་རང་ཅིག་ལས་རྒྱུ་འབྲས་ཆུ་ནས་མེ་སྐྱོ་ཅིག་གི་བྱེད་སྟངས་རེད་མ་དོར་བ་ང་ཚོ་བོད་པ་ལ་གཤིས་ཀ་འདི་ཡོད་རེད་བསམ་གི་མེད་ད་ད་རིང་སྟོན་ཡོང་གི་འདུག་བ་དེ་འདྲ་རེད་ཤག་འདི་གཅིག་བྱས་ཨ་ནི་ད་ལྟའི་རྩིས་གཞི་འདི་ལ་ཅིག་གོང་ས་མཆོག་དང་འབྲེལ་བའི་ཐོག་ནས་ཨ་ནི་ཅིག་སྤྱི་ཚོགས་ཀྱི་དྲ་རྒྱ་ནང་ལོགས་ལ་དེ་འདྲའི་འཚེ་མེད་ཞུ་དེ་ངས་དེ་འདྲ་ཡོད་ས་རེད་ང་རང་ད་མིག་སོ་ཁྱུགས་སེ་ཅིག་མཐོང་སུ་མ་དོར་བར་དེ་འདྲས་ཀྱི་རྩིས་གཞི་དེ་ཚོ་ལ་རང་ང་ཚོ་ཁྱབ་སྤེལ་ཤུགས་ཆེན་པོ་བྱེད་དགོས་ཡ་ཅིག་དང་ང་ཚོ་འདི་ལ་ཅིག་ཞིའུ་ཅིག་ཁྱབ་སྤེལ་བྱེད་ནས་འདི་ག་ལ་སྐད་ཆ་བཤད་དགོས་ར་བསམ་གི་མི་འདུག་ར་བ་སྤྱི་བཏང་གི་ལས་མ་དར་བའི་དབང་གིས་འཛམ་བུ་གླིང་ཁྲི་པ་ནད་པ་དེ་གིས་འཛམ་བུ་གླིང་སེར་བུ་མཐོང་རྒྱུ་ཡོད་བ་འདི་ང་ཚོ་ཚང་མས་ཧ་གོ་གོ་ར་བ་མི་ཁྲི་པ་ནད་པ་ཅིག་ཡིན་ན་འཛམ་བུ་གླིང་གང་ཚ་སེར་བུ་མཐོང་གོ་ར་བ་དེ་འདྲས་ཡིན་དུས་ཙམ་པར་ལ་འདི་ཁོ་ལ་གང་དགོས་ཅི། བཅོས་ཐབས་གང་ཡོད་མ་རེད་བཞག་བཞག་ཡ་རེད་རོ་ཨ་འདི་ཡིན་འདི་ཙམ་པ་འདི་ཚོའི་རིགས་འདི་ཚོ་རྒྱུད་སྐུད་མ་བཏང་རོགས་བྱེད་མཐའ་གཅིག་ཏུ་ངོ་རྒོལ་བྱེད་རོགས་བྱེད་ཡ་ཡ་ཚང་མ་ལོ་ཚད་རིང་དགའ་ཤོས་བླ་མེད་སྐྱབས་བཀྲ་ཞེ་དེ་ལས་ཡོད་བ།